ཡ། རྒྱུ་ལས། དེ་ནི་བླ་དྭགས་སེམས་བསྐྱེད་ཤེས་ཡོན་རིག་གཞུང་ཚོགས་པའི་ནང་བཞུགས་པའི་ཚོགས་མི་ལྷན་རྒྱས་དང་གཞན་ཡང་ས་མཁར་མི་མང་ལྷན་རྒྱས་ཚང་མ་ལ། ཨེ་ནས་སྔ་དྲོ་བདེ་ལེགས་བཏང་རྒྱུ་ལས་བཞུགས་ཏེ་དེ་ནས་དེ་རིང་ང་དང་སློབ་ཚན་པོ་སྒོ་ཚུགས་ཤིང། གང་གིས་བདག་ལ་རིག་པ་བསླབ་པ་དང་མདོ་རྒྱུད་ས་བོན་ཆོས་སྨྲ་སྔགས་རྗེས་དང་དང། ལྷ་བ་ནོར་དང་དབང་བསྐུར་བྱིན་རླབས་པའི་དངོས་སྐྱེས་བླ་མ་རྣམས་ལ་ཕྱག་འཚལ་ལོ། དེ་ནས་གསུངས་པ་བཟང་ནའང་དག་དགའ་བ་གལ་ཏེ་ནའང་དག་སྣང་བཞག་དང་རྫོགས་ལ་དེ་ནས་ང་དང་ལམ་རིམ་བསྡུ་བསུ་བ་ཡོན་ཏན་བཞི་གྱུར་མ་ཆད་པ་ལ། དེ་ནས་ཐོག་མའི་ཟབ་ཁྱད་ལམ་གྱི་རྩ་བ་བཤེས་གཉེན་བསྟེན་པར་སྨོན་པ་དང་བསྟེན་ན་བློ་སྦྱང་བར་སྨོན་པ་ཟེར་ཏེ་ཟབ་ཁྱད་རྣམ་པ་གཉིས་བཤད་པས་ནའང་གཉིས་པ་དེ་ནས་སྐྱེ། བསྟེན་ན་བློ་སྦྱང་བར་སྨོན་པ་ལ་སྐྱེས་བུ་ཆེ་འབྲིང་ཆུང་གསུམ་གྱིས་དེ་ནས་ལམ་ལ་སློབ་པར་སྨོན་པ་ཟེར་ཏེ་གསུམ་ཡོད་དེ་ནོ། དེ་ནས་དེ་ནས་ཀྱང་སྐྱེས་བུ་ཆེན་པོས་ལམ་ལ་སློབ་པར་སྨོན་པ་ལ་ཡང། དེ་ནས་བཤོད་པའི་རྟེན་ཐེག་ཆེན་སེམས་བསྐྱེད། ལ། སེམས་བསྐྱེད་པར་སྨོན་པ་དང་བསྐྱེད་ན་བློ་སྦྱང་བ། སྤྱོད་པ་ལ་སློབ་པར་སྨོན་པ་ཟད་དེ་ཟབ་ཅེས་རྣམ་པ་གཉིས་བརྗོད་པས་ན་ད་གཉིས་པ་བསྐྱེད་ན། སྤྱོད་པ་ལ་སློབ་པར་སྨོན་པ་ལ་ཡང། སྤྱོད་པ་སྤྱི་ལ་སློབ་ཚུལ་གཅིག་དང་ཕར་ཕྱིན་ཐ་མ་གཉིས་ལ་སློབ་ཚུལ་ཟད་དེ་ཟབ་ཅེས་རྣམ་པ་གཉིས་བརྗོད་པས་ན། ད་གདངས་བཞག་མ་ཁ་ཅིག་ན་ཕ་ལ་ང་དང་ཟད་ནས་ཕར་ཕྱིན་ཐ་མ་གཉིས་ལ་སློབ་ཚུལ་ཟད་རན་པོ་གཅིག། བསམ་གཏན་གྱི་ཕར་ཕྱིན་ལ་སློབ་ཚུལ་དང་ཤེས་རབ་ཀྱི་ཕར་ཕྱིན་ལ་སློབ་ཚུལ་ཟད་རན་པོ་གཅིག་དེ་སྣང་ལ། འོན་ནི་གཱའི་ཡོན་ཏན་བཞེས་རྒྱུར་མེད་ནའང་ལོག་པའི་ཡུལ་ལ་གཡེང་བ་བཞི་བྱེད་ཅིང། ཡང་དག་དོན་ལ་ཚུལ་བཞིན་སྤྱོད་པ་ཡིད་བཞིན་ན་བརླག་དང་གཟུངས་སུ་འབྲེལ་བའི་ལམ་མྱུར་དུ་རྒྱུད་ལ་སྐྱེ་བར་བྱིན་གྱིས་རློབས། ཟེར་ཏེ་ང་དང་འོ་དེ་ན་ཞུས་འཇིག་རྟེན་ཡོངས་བསྟན་ནོ། འོན་ནི་གསུངས་པ་བསམ་ན་ད་ཕར་ཕྱིན་ཐ་མ་གཉིས་ཟེར་པོ་གཅིག་འོན་ནི་བསམ་སྟངས་ཀྱིས་འོ། བསམ་སྟངས་མཛེས་ན་ཏིང་ངེ་འཛིན་མཛེས་ན་འོ། ད་དེ་ན་ང་དང་འོ་དེ་ནས་གཱའི་ཁྱད་དེ་ན་འོན་ནི་དེ། ག་ཙམ་ཞིག་གལ་ཆེན་མོ་ཡིན་ཙམ་ཞིག་ཁག་ཆེན་མོ་ཡིན། འོ་ང་དང་སྒོམ་ཉམས་ལེན་སྤྱོད་བཅས་གཟི་དང་ཏིང་ངེ་འཛིན་སྒོམ་བཅས་པོ། འོ་ད་ང་དང་གཟི་ག་སངས་རྒྱས་ཀྱི་གོ་འཕང་ཐོབ་པ་ལ། ཡང་མིན་ན་ནི་རྒྱལ་སྲས་བྱང་ཆུབ་སེམས་དཔའི་ལམ། ཨེ་ནས་ཚུལ་བཞིན་དུ་ཉམས་སུ་ལེན་པ་ལ་ཙམ་ཞིག་གལ་ཆེན་པོ་ཡིན་དེས་སྐོར་ལ་ད་དང་དེ་ལྟ་ང་དང་བྱང་མ་ཁ་ཅིག་གཞོན་ཅིག་ཡོངས་སུ་བསྟན་ནོ། ད་དེ་རིང་ག་གེ་དེ་ནང་དང་ལྟ་ག་རྡོར་འདུག་བསམ་གྱིན་བཞུགས་ཟེར་ནའོ་ཨེ་ནི་ག་གེ་དེ་ནང། ཧ་ལས་ཡང་དག་དོན་ལ་ཚུལ་བཞིན་སྤྱོད་པ་ཡིས་བཟང་པོ་གཅིག་འོ་ད་དེ་ནི་ག་གེ་དེ་ནང་ཡང་དག་པའི་དོན། ཡང་མེད་ན་ནི་ཟབ་མོ་ནི་སྟོང་པ་ཉིད་ཀྱི་དོན། ཡང་མེད་ན་ནི་ང་དང་ག་གེ་དེ་ནང་འོ་ད་རྡོར་འདུག་ན་ཨེ་ནི་ག་གེ་དེ་ནང་ཆོས་ཀྱི་ན་ལུགས་ཕྱིན་ཅི་མ་ལོག་པར་རྟོགས་པས་འོ་ད་ཤེས་རབ་བོ་གལ་ཆེན་མོ་ཡིན་ནོ་ཟེར་ཏེ་འོ་དེ་སྐོར་ལ་གསུང་གིན་གཅིག་དང་ཡོངས་སུ་དྲན་ནོ་ཧ་ལས། ཨོ་ད་ཤེས་རབ་ཟེར་རན་པོ་ཅིག་ཡིན་ན་གཟུགས་ཡིག་ལྔ་དང་དེ་ནས་ག་ཤེས་རབ་ལ་མ་མང་པོ་ཡིན་ནོ། ཨེ་ནས་སྤྱི་དང་གི་ག་ཁྱེད་དེ་ན་ཤེས་རབ་ཟེར་རན་པོ་ཅིག་ཡིན་ནི་ཆོས་ཧ་ལས་དེ་ནས་རྣམ་པར་བཅད་པའམ་ཆོས་ཐམས་ཅད་ཧ་ལས་ཨོ་མདོར་བསྡུ་ན་ཨེ་ནས་དམིགས་པ་མེད་པར་རྟོགས་པ་ཨོ་ད་ཆོས་ཆོས་ཀྱི་ན་ལུགས་ཨོ་དེ་ནས་ག་རྣམ་མེད་བརྒྱད་པས་ཨེ་ནས་བློ་གྲོས་ཤིག་ལ་ང་དང་སྤྱི་ཟེར་རན་ཤེས་རབ་ཟེར་རན་ཧ་ལས་ཨོ་ཤེས་རབ་ཟེར་རན་པོ་ཅིག་ཨོ་ད་དེ་ནས་མདོར་བསྡུ་ན་ཨེ་ནས་ཆོས་ལ་ཨེ་ནས་ག། བླང་བྱ་ག་ཡིན། སྤང་བྱ་ག་ཡིན། ཨོ། འདོར་བྱ་ག་ཡིན། ཨོ། དེ་ནས་ག། མི་དགེ་བ་ག་ཡིན། དགེ་བ་ག་ཡིན། བཟང་པོ་ག་ཡིན། ངན་པ་ག་ཡིན། ཨོ། དེ་ནས་རང་ལམ་དུ་འཇུག་པ་ག་ཡིན། འཇུག་མི་ཆོག་པ་ག་ཡིན། ཨོ། ད་དེ་ཚང་མ་རྣམ། རྣམ་གཞག་ཆེ་ཞེས་ག་འགྲོ་ལ། ཨོ། དེ་ཚང་མ་རྣམ་མེད་ཆེ་ཞེས་ག་ནི་བློ་གྲོས་ཞིག་ལ་ང་དང་ཅི་བཞོན་ནོ། ཨེ་ནས་ཤེས་རབ་བཞོན་ནོ་ག་ལས། གསུངས་པ་བཟང་ན་ད་ཤེས་རབ་པའི་ནང་ཨེ་ནི་ཤེས་རབ་པའི་ནང་རིགས་མ་མང་པོ་ཡོད་དེ་ནོ་ག་ལས་ད་ག་གེ་དེ་ན་ང་དང་གྲུབ་མཐའ་སོ་སོའི་ནང་བྱོན་ན་ཡང་ཨེ་ནི་ག་གེ་དེ་ན་ང་དང་ལྟ་བ་སོ་སོའི་ནང་བྱོན་ན་ཡང་ཨོ་ད་ཤེས་རབ་མང་མང་པོ་ཡོད་པ་བཟང་ན་ད་དོན་དག་ག་ཨོ་དེ་ནས་ང་དང་ཟབ་མོ་སྟོང་པ་ཉིད་རྟོགས་པའི་ཤེས་རབ་པོ་ཤེས་དེ་ན་ཤེས་རབ་ཚང་མའི་ནང་མཆོག་ཏུ་གྱུར་པ་ཡིན་ཀྱང་ད། ཅི་ཡང་ཟེར་ན་ང་དང་བདག་ས་འཁོར་བའི་ནང་འཁོར་རེ་འདུག་བཅུ་གང་པོ་ཅི་ཡིན་ཀྱང་ཟེར་ན་བདག་འཛིན་མ་རིག་པ་ཡིན་ཀྱང། ཧ་ལས་ད་བདག་འཛིན་མ་རིག་པས་ཨོ་ད་ང་དང་ཁག་གནོན་རྩོད་པོ་རྫ་བདག་འཛིན་མ་རིག་པ་ལ་དངོས་སུ་གནོད་དེ་ཨེ་ནས་དངོས་སུ་འཇོམས་པར་བྱེད་མཁན་པོ་ཅི་ཡིན་ཀྱི་ཨག་ཟེར་ན་ཨོ་ད་སྟོང་ཉིད་རྟོགས་པའི་ཤེས་རབ་ཟེར་ན་ཡང་འདྲ་ཨོ་དེ་ནས་ཟབ་མོའི་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་ཟེར་ན་ཡང་འདྲ་ཨོ་ད་ཤེས་རབ་ཚང་མའི་ནང་ལ་མཆོག་ཏུ་གྱུར་པ་དེ་ཨོ་ད་དེ་ནས། ཆོས་ཐམས་ཅད་ཀྱི་ན་ལུགས། མཐར་ཐུག་པ་མངོན་སུམ་དུ་རྟོགས་པའི་ཤེས་རབ་པོ་ལ་ཨོ་ད་ང་དང་ཤེས་རབ་མཆོག་ཏུ་གྱུར་པ། ཡང་མིན་ན་ཤེས་རབ་ཚང་མའི་ནང་གཟབ་ཤོས་པོ་གཞོན་ནུ་ད་ཧ་ལས། ད་འོ་ན་ཤེས་རབ་ལ་བལྟས་ན་ཤེས་རབ་ལ་ཁྱད་ཆོས་ཅི་ཞིག་ཡོད་ཀྱང་ཟེར་ན། ད་རྡ་ས་དེ་ག་ངས་བཟས་ནས་ག་ལམ་རིམ་ཉམས་གུར་མེད། ག་ཚིག་ཟུང་ནི་ག་ན་ག་ལ་དེ་ཡོད། ཤེས་རབ་ཟབ་མོ་དེ་ཉིད་ལྟ་བའི་མིག་ཧྲིལ་པོའི་རྩ་བ་དཀྲུང་ན་བཅིངས་པའི་ལམ། གསུང་རབ་ཀུན་ལ་བསྔགས་པའི་ཡོན་ཏན་གཏེར། གཏི་མུག་མུན་སེལ་སྒྲོན་མེ་མཆོག་ཏུ་བཀྲག། དེ་ལྟར་ཤེས་ན་ཐར་འདོད་ཁྱབ་པ་ཡིས། ལམ་འདི་བར་དོ་དུ་མས་སྐྱེས་པར་མཛད། ནི་ཚིག་གཞོགས་མ་གཉིས་པོ་གདངས་སྣ་ཚོགས་ཟིན་རམ་རྗེ་བཙུན་བླ་མའི་ཉམས་ལེན་དེ་ལྟར་མཛད་ཐར་དོ་བདག་ཀྱང་དེ་བཞིན་སྐྱོང་བར་ཤོག་ཟེར་ཁར་མ་རུང། ནི་ག་གསུང་ངོ་བདེན་པའི་ཁོར་ཡུག་ནའང། རྣལ་འབྱོར་ངེད་ཀྱང་དེ་བཞིན་དེ་ལྟར་བྱ། ཐར་འདོད་ཁྱེད་ཀྱང་དེ་བཞིན་སྐྱང་ཚར་ལོ་ཟེར་ཏེ་གསུངས་ཏེ་དོན་ཧ་ལས། ད་དོན་དག་ཨ། འོ་ཤེས་རབ་ཟབ་མོའི་ཏིང་ངེ་ལྟ་བའི་མིག་གཟན་པོ་གཅིག་འོ་ད་སྟོང་ཉིད་རྟོགས་པའི་ཤེས་རབ་འམ། འོ་ཟབ་མོའི་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་པོ་ཞེས་དེ་ན་ཆོས་རྣམས་ཐམས་ཅད་ཀྱི་དེ་ཁོ་ན་ཉིད་འོ་ཆོས་ཐམས་ཅད་ཀྱི་ན་ལུགས་མཐར་ཐུག་པ་འོ་དེ་ནི་ལྟ་བའི་འོ་མིག་པོ་ཅི་འགག་ཟེར་ན་འོ་ད་སྟོང་ཉིད་རྟོགས་པའི་ཤེས་རབ་འམ་ཟབ་མོའི་དེ་ཁོ་ན་ཉིད་འོ་ཕྱིན་ཅི་མ་ལོག་པར་མངོན་སུམ་དུ་རྟོགས་པའི་ཤེས་རབ་པོ་ཡིན་པར་བསམས་ན་ཤེས་རབ། ལྷོ་བཟའ་མའི་ཏིང་ངེ་ལྟ་བའི་མིག། ཧྲིལ་པོའི་རྩ་བ་དཀྲུགས་ན་བཅིངས་པའི་ལམ་ཟེར་ནོ་འོ་ད་ཧྲིལ་པོའི་རྩ་བ་ཟེར་པོ་ཧྲིལ་པ་ཟེར་པོ་ཅི་ང་དང་འཁོར་བ་ལ་ཞོན་ཧ་ལས། འོ་ད་འཁོར་བའི་ནང་ལ་ཨི་ན་ཟུག་ཡིན་ང་དང་ལཱས་འཁོར་བའི་རྒྱུ་བོ་ཅིན་གེགས་ཟེར་ན་ལཱས་དང་ཉོན་མོངས་གཉིས་ཡིན་གེགས། འོ་ད་ལཱས་དང་ཉོན་མོངས་གཉིས་ཀྱི་ནང་ལཱས་པོ་ཅི་ལ་བལྟས་ན་ཡོང་བ་གེགས་ཟེར་ན་ཉོན་མོངས་པ་ལ་བལྟས་ཏེ་ཡོང་བ་གེགས། ད་ཉོན་མོངས་པ་ལ་ཡང་རྩ་ཉོན་དྲུག་དང་ཉེར་ཉོན་ཉི་ཤུ་ལ་སོགས་པ་མང་པོ་ཞིག་ཡོད་དེ་ནོག་ད་ད་དེ་རྣམས་ལ་ང་དང་དེ་ནས་དུག་གསུམ་ཟེར་རན་པོ་ཅིག་འདོད་ཆགས་ཞེ་སྡང་གཏི་མུག་ཟེར་འདུག་བ་ལས། འོ་ད་འདོད་ཆགས་ཞེ་སྡང་གཏི་མུག་ཟེར་རན་པོ་ཅིག་ཨེ་ནས་ག་གེ་དེ་ན་འདོད་ཆགས་ཞེ་སྡང་གཏི་མུག་ད་ཉོན་མོངས་ཐམས་ཅད་ཀྱི་རྩ་བ་གེ་དེ་ན་ཅི་རག་ཅི་ཡིན་ཀྱག་ཟེར་ན། ང་དང་གཏི་མུག་མ་རིག་པ་ཡིན་ཀྱག་ད། ཨོ་ད་ས་ང་དང་ཁྱོད་ཅི་དང་ཅི་ཞིག་ལ་དངོས་པོ་ཀ་གཟུགས་ཤིག་ལ་ཡང་ང་དང་རྡོ་ཆགས་སྐད་ཆ་པོ། ཨེ་ནི་དེ་དངོས་པོ་དེ་ཡི་ནང་སྟངས་པོ་ང་དང་ཧ་མ་གོ་བ་ཡོད་པ་སང་ན་ཨེ་ནི་དེ་ལ་ང་དང་རྨོངས་སྟེ་དེ་ན་ང་དང་རྡོ་ཆགས་སྐད་ཀྱང། དེ་སྣ་ཚོགས་ལ་ཞེ་སྡང་པོ་ཡང་ག་ནས་ཡོང་བ་ཀྱག་ཟེར་ན་ང་དང་མ་ཤེས་རྨོངས་པའི་དབང་གིས་ང་དང་ཞེ་སྡང་སྐད་ཀྱང། དེས་ན་གཙོ་ལ་ང་དང་ང་རྒྱལ་པོ་ཡང་ག་ནས་ཡོང་བ་གེགས་སེ་ན་ཨོ་དེ། དོན་དག་ཨ། ཨོ་ད་ཉོན་མོངས་པ་ཐམས་ཅད་ཀྱི་རྩ་བ་གལ་ཏེ་ན་ཅི་ཡང་ཅི་ཡིན་ནོ་འོ་ཟེར་ན་ཨོ་ད་དེ་ནས་ག་གལ་ཏེ་ན་མ་ཤེས་པའམ། རྨོངས་པའམ་ཨོ་ད་གཏི་མུག་ཨོ་ད་བདག་འཛིན་མ་རིག་པ་ཞོན་ཧ་ལས། ཨོ་གསུངས་པ་ཟེར་ན་ད་ང་དང་ཧྲིལ་པོའི་རྩ་བ་ཅི་ཡིན་གེགས་ཟེར་ན་བདག་འཛིན་མ་རིག་པའམ་ཨོ་ད་གཏི་མུག་པོ་ཡིན་གེགས། འོ་ད་གཏི་མུག་པོས་ང་དང་ཁྱོད་ཀྱི་ན་ཟླུགས་མ་ཤེས་པའམ་ན་ཟླ་མཐར་ཕྱིན་པའམ་ན་ཟླ་ཟླུགས་མཐར་ཕྱིན་པ་མ་ཤེས་པའི་དབང་གིས་ཨེ་ནི་ད་ལྟའི་དབང་གིས་ང་དང་དེ་ནས་ཉོན་མོངས་པ་གཞན་རྣམས་སྐྱེས་ཏེ་ཨེ་ནི་དེའི་དབང་གིས་ལ་དང། འོ་དེ་ཐམས་ཅད་ཡོངས་ཏེ་དེའི་དབང་གིས་ང་དང་ཁོ་རོའི་ན་ཁོ་རེད་པར་བསམས་ན་འོ་ད་ཁོ་རོའི་རྩ་བ་ཟེར་ན་ཡང་འདྲ། ཧྲིལ་པོའི་རྩ་བ་ཟེར་ན་ཡང་འདྲ་འོ་དོ་ཅི་ཡིན་ཀྱག་ཟེར་ན་འོ་ད་དེ་ནས་ག་གེ་དེ་ན་མ་ཤེས་པའམ་འོ་གཏི་མུག། བདག་འཛིན་མ་རིག་པ་ཡིན་ཀྱང། ཨོ་ད་དེ་ལྟ་བུའི་སྲིད་པའི་རྩ་བའམ་ཨོ་བདག་འཛིན་མ་རིག་པ་རྩ་བ་ན་ཀྲུང་ན་ཅིན་པ་ཟེར་ན་རྩ་བ་ན་མེད་ཀན་ཅོ་ཀན་པོ་སུ་ཡིན་ཀྱ་ཟེར་ན་ཨོ་ད་དེ་ནི་ཟབ་མེད་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་ཡིན་ཀྱ། གསུངས་པ་ཙམ་ན་སྲིད་པའི་རྩ་བ་ཀྲུང་ན་ཅིན་པའི་ལམ་གསུངས་སུ་འདུག་ག་ལ་ཨོ་ད་སྲིད་པའི་རྩ་བ་རྩ་བ་ན་སྤོང་བར་བྱེད་ཀ་ནི་ལམ་པོ་ཅིན་ཀྱ་ཟེར་ན་ཨོ་ཤེས་རབ་ཟབ་མོའི་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་བམ་ཆོས་ཐམས་ཅད་ཀྱི་རྣལ་འབྱོར་ཕྱིན་ཅི་མ་ལོག་པ་རྟོགས་པའི་ཤེས་རབ་པོ་ཡིན་པར་བསམ་ན་འོ་ཧྲིལ་པོའི་རྩ་བ་དཀྲུགས་ན་བཅིངས་པའི་ལམ་གསུངས་ཟིན་རབས་ད་ཧ་ལས། གསུང་རབ་ཀུན་ལ་བསྔགས་པའི་ཡོན་ཏན་དེར། ཨོ་ད་ཤེས་རབ་གལ་ཏེ་ན་ལྡན་པས་ད་རྒྱལ་བའི་གསུང་རབ་བཀའ་དང་ས་བཅུ་ཚང་མའི་ནང་ལ་ཨོ་ད་ཟབ་མོའི་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་བམ་ཨོ་དེ་ནས་ག་གེ་དེ་ན་ཤེས་རབ་པོ་ཁེ་དེ་ན་ཨོ་ད་དེ་ནས་ག་གེ་དེ་ན་གསུང་རབ་ཚང་མའི་ནང་ལ་ཨོ་ད་བདེན་པའི་རང་སྔགས་པར་ཨོ་ཟ་བའམ་སྔགས་དེ་ཡོད་ཀ་ནི་ཨོ་ད་ཡོན་ཏན་མཆོག་ཏུ་གྱུར་པ་ཞིག་ཡིན་པར་བསམ་ན་ཨོ་ད་གསུང་རབ་ཀུན་ལ་ཀུན་ལ་སྔགས་པས་ཨོ་ད་ཡོན་ཏན་གྱི་གཏེར་ཨོ་ད་ཨི་ན་ཨི་ན་བ་ལས་ཨོ་ཡོན་ཏན་གྱི་གཏེར་ཟེར་བ་ཅིག་ཡོན་ཏན་ཚང་མའི་གཏེར་བུ་ཅི་ཡིན་ཀ་ཟེར་ན་ཤེས་རབ་ཡིན་ཀ་ད། ཨོ། གསུངས་པ་སོགས་ན་ཤེས་རབ་ཡོད་ན་ཨོ། ད་ཡོན་ཏན་བཀའ་ཟུགས་ཤིག་ཡིན་ན་ཡང་ཨོ། ད་ང་དང་ལྡན་ན་ངན་བྱེད་བཟོད་སྐྱ། ཨོ། ཡོན་ཏན་ཚང་མ་ང་དང་ལྡན་དུ་ཡོང་བ་པ་སོགས་ན་ཡོན་ཏན་ཨོ། གསུང་རབ་ཀུན་ལ་བསྔགས་པའི་ཨོ། ད་མདོར་བསྡུ་ན་རྒྱལ་བས་བསྔགས་པའི་ཡོན་ཏན་གྱི་གཏེར་བུ་བཅིང་བྱ་ཟེར་ན་ཤེས་རབ་ཨོ། ད་སྡེ་སྣོད་སོགས་ལ་ཨེ་ནི་ཤེས་རབ་པོ་ཁྱེད་དེ་ན། གཏི་མུག་པའི་མུན་པ་སེལ་བའི་སྒྲོན་མེ་ཨོ། སྒྲོན་མེ་ནའང་མཆོག་ཏུ་གྱུར་པ། ཨོ་ད་སྒྲོན་མེ་ཚང་མས་ན་ང་མཆོག་ཏུ་གྱུར་པའམ། ཨོ་ང་དང་ཡང་དུར་གྱུར་ན་འཇིག་རྟེན་ན་ང་དང་སྒྲོན་མེ་གཟན་པོ་ཅིག་ཨོད། ཡང་མེད་ན light། ཧ་ལས་ཨོད་པོ་ཁྱེད་དེ་ན་ང་དང་ཅི་འདྲ། ང་དང་འཇིག་རྟེན་ནི་ཨོ་མུན་འགྲིག་སེལ་དཀའ་ནམ་མུན་པ་སེལ་དཀའ་འབུན་སྐྱག་པ། ཨོ་ད་ང་དང་མ་ཤེས་པའམ་རྨོངས་པའི་མུན་པ་སེལ་དཀའ་འབུ་ཅི་ཡིན་སྐྱག་ཟེར་ན་ཤེས་རབ་ཡིན་སྐྱག་པ། ཨོ་གསུངས་པ་སོང་ན་ཤེས་རབ་ཀྱི་སྒྲོན་མེ། ཨོ་ད་ང་དང་རྒྱུད་ལ་ཡོད་ན། ཨོ་ད་ང་དང་ཆོས་ཀྱི་ན་ཟླུག་ཀ་ཟུག་ཞེས་ང་དང་རྨོངས་མ་རྨོངས་ས་ཆོས་སྟེ་དང་དེ་ཡི་ན་ཟླུག་ཆོས་སྟེ་དང་དེ་ཡི་ན་ཟླ་དང་པོ་ཚང་མ་ཁྱེར་དེ་ན་ང་དང་ཕྱིན་ཅི་མ་ལོག་པའམ་ཨོ་དེ་ནས་མཐར་ཕྱིན་པའམ་ཆ་ཚང་བ་ཞིག་ཨོ་དེ་ནས་ཤེས་ངེས་ནད་པ་སངས་ན་ཨོ་ད་གཏི་མུག་པའི་མུན་པ་སེལ་བའི་སྒྲོན་མེ་ནང་ཚང་མ་སངས་སྐྲག་ཤོས་པོ་ཅི་ནོ་ཟེར་ན་ཨོ་ད་ཤེས་རབ་ཡིན་ནོ་ཟེར་དང་ད་ཟབ་མོས་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ། ཁྱོད་ཀྱི་གནས་ལུགས་ཕྱིན་ཅི་མ་ལོག་པར་རྟོགས་པའི་ཤེས་རབ། ཨོ་ད་དེ་ལྟར་ཤེས་ན། ཨོ་ད་དེ་ཤེས་རབ་ཀྱི་ཁྱད་ཆོས་གཟུགས་ཡོད་དཀར་འབོ་ང་དང་ཧ་གོ་སྟེ་སྟེང་ན་ཟེར་དུ་རུང། ཐར་འདོད་ཁ་སྤ་ཡིས། ཨོ། ཐར། ཐར་པ་འདོད་པས། ཨོ་དེ་སྣ་ཚོགས་ལ་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་པར་འདོད་པས། ཨོ་ད་སྐྱེ་བོ། བློ་གྲོས་དང་ལྡན་པ་ཨོ་སྐྱེ་བོ་ཁ་སྤ་ཀུན་གྱིས། ཤེས་རབ་པོ། བཟའ་མེད་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ། ཆོས་ཀྱི་ན་དུག་ཕྱིན་ཅི་མ་ལོག་པ་རྟོགས་པའི་ཤེས་རབ་པོ་ཁྱེད་དེ་ན་གཟ་པ་ཡིས། ལམ་སྟེ། བར་པ་དུ་མས་སྐྱེས་པར་མཛད། ཨོ་ད་ང་དང་ལྡན་པའི་མིས་རྣམ་དཔྱོད་ཅན། བསམ་བློ་བཏང་ཤེས་དཀའ་ན། རང་ཡོན་ཏན་ལེན་དགོས་དཀའ་ནི་མི་ཞིག་ཡིན། ཨོ་ད། ཤེས་རབ། ཧ་ལས་ཆོས་ཀྱི་རྣ་ལུག་རྟོགས་པའི་ཤེས་རབ། ཨོ། ཆོས་ཀྱི་རྣ་ལུག་ཤེས་པའི་ཤེས་རབ། ཨོ། དེ་ཤེས་རབ་པོ་ཁྱེད་དེ་ན་ཨོ། ད་དེ་ནས་ང་དང་ཅི་བྱེད་ཀྱི་ཟེར་ན། ཤེས་རབ་པོ་ཁྱེད་དེ་ན་ཨོ། དེ་ནས་ད་སོ་སོ་ལ་དཀའ་ངལ་བར་དོ་ཙམ་ཞིག་བརྒྱབ་དགོས་ན་བརྒྱབས་ཏེ། རང་གི་རྒྱུད་ལ་སྐྱེས་པར་མཛད་དགོས་ཏེ་ནོ་སྐྱེས་པར་སྤྱོད་དགོས་ཏེ་ནོ་ཟེར་ཏེ་ནོ།

Last པོ་ཨི་ན་གཟུགས་ཀྱི་ལྡོག་བསྙན་བྱ་སེ་མེད་ཀྱག Last གྱི་རྩ་བ་ཁྱེད་དེ་ན་ཅི་ཡིན་ཀྱག་ཟེར་ན་ཉོན་མོངས་ཟིན་ཀྱག། ཨོ་ད་ཉོན་མོངས་པས་ན་ཡང་ཉོན་མོངས་ཐམས་ཅད་ཀྱི་རྩ་བ་ཅི་ཡིན་ཀྱག་ཟེར་ན་ཨོ་ད་མ་རིག་པའམ་བདག་འཛིན་མ་རིག་པའམ་མ་ཤེས་པའམ་རྨོངས་པའོ་ཡིན་ཀྱག། ཨོ་ད་གསུངས་པ་བསམ་ན་ཨོ་དེ་རྨོངས་པའོ་ཨ་ནི་མ་བཅོམ་པར་དུ་ཨེ་ནི་ང་དང་ཧྲིལ་པའི་རྩ་བའོ་ཁྱེད་དེ་ན་ང་དང་ལྡོག་བསྙན་ན་མེད་ཀྱག། དཔེར་ན། འགའ་ཞིག་གིས་རྐང་ང་དང་སྟུག་གི་ལོ་མ་ཞིག་སྐྱེས་ཏེ་ཡོད་ན། ལོ་མ་ཁོ་རང་གཅིག་པོ་བཅད་དེ་འཕངས་ཏེ་ང་དང་ཡང་སྡེ་སྟུག་པོ་རྩ་བ་ཉིད་ན་མེད་གམ་ཆ་མེད་ཀྱང། སྡེ་སྟུག་གི་ལོ་མ་ནང་དེ་ཚང་མ་ང་དང་སྣོད་སྐྱོལ་ཡོད་སྣོད་སྐྱེལ་ཡོང་མཁན་པོ་ཧ་དགོས་ན། སྡེ་སྟུག་གི་གཟའ་སྡོང་བུ་དེའི་རྩ་བ་ན་སྤངས་ན་ཨེ་ནས་དེ་ག་སྡེ་སྟུག་པོ་ནམ་ཡང་སྐྱེ་མི་ཉན་ཅེས་ང་དང་སྤྱོད་ཉན་གནང་བ་ལས། ཨོ་ད་དེ་སྣ་ཚོགས་ལ་ཨོ་ད་ང་དང་ལཱས་དང་ཉོན་མོངས་པའི་དབང་གིས་འཁོར་བར་འཁྱམས་ཏེ་ཡིན་པ་བསམ་ན་ཨོ་ད་འཁོར་བ་ལ་ལྡོག་གོ་ཟེར་ན། འཁོར་བ་སྤང་གོ་ཟེར་ན་འཁོར་བའི་རྩ་བའོ་ཁྱེད་དེ་ན་ང་དང་ལྡོག་གོ་ཟེར་ཀྱག་ད། ཨོ་ད་འཁོར་བའི་རྩ་བའོ་ཅི་ཡིན་ཀྱག་ཟེར་ན་བདག་འཛིན་མ་རིག་པའམ་ཨོ་ད་དེ་ནས་མདོར་བསྡུ་ན་ཨོ་དེ་ནས་ག་ཁྱེད་དེ་ན་ཉོན་མོངས་ཐམས་ཅད་ཀྱི་རྩ་བ། མ་ཤེས་པའི་རྨོངས་པ་ཡིན་ཞུ་བ་མིན་བ་ལས་ཨོ་དེ་ནོ་ད། འོ་ད་དེ་གསུངས་པ་བཟང་ན་འོ་ད་ང་དང་ཚང་མས་འོ་ད་དུས་དང་རྣམ་པ་ཀུན་ཏུ་ཨེ་ནས་སྐྱེ་བོ་འགལ་བ་ཐམས་ཅད་མཁྱེན་པར་བརྩོས་པའི་ང་དང་བླ་མ་སྐལ་ཅན་དམ་པ་རྣམས་ཀྱི་ཆོས་ལ་སློབ་སྦྱོང་བྱོས་གོ་བསྟན་ནོ་ཞུ་བ་མིན་བ་ལས་འོ་ད་ཆོས་ལ་སློབ་སྦྱོང་བྱོས་ཟེར་པོ་ཅིག་ཆོས་ལ་སློབ་སྦྱོང་བྱོས་ཟེར་པོ་ཅིག་ག་ང་དང་དངོས་པོ་རེ་རེ་ལ་སྦྱངས་པོ་ཅིག་འོ་དེ་ནས་དེ་མ་ཤེས་པའི་རྨོངས་པའོ་སེལ་ཏེ་ཤེས་པའི་ཤེས་རབ་པོ་ང་དང་རྒྱུད་ལ་སྐྱེས་བསྟན་བ་ལས། འོ་དཔེར་ན་དེ་རིང་ང་དང་ལྕགས་ལག་སོ་མ་ཞིག་འོ་རང་གི་དགེ་བའི་བཤེས་གཉེན་ནམ་རང་གི་ཕ་མའམ་རང་གི་འོ་མཛའ་བོ་ངོ་ཤེས་ཤིག་ངོ་སྤྲོད་བྱོས་ཏེ་ང་དང་ཤེས་བཞུགས་ཟེར་ན། འོ་དེ་ག་ན་ང་དང་ཅི་སོང་སྟེ་ལོ། ག། ལྕགས་ལག་དེ་ངོ་སྤོ་དེ་མ་ཤེས་པའམ། འོ་དེ་ནི་རྨོངས་པའོ་སེལ་ཏེ་ཤེས་པའི་ཤེས་རབ་པོ་ཞིག་དེ་ན་ང་དང་རྒྱུད་ལ་སྐྱེས་བཅུག་སྟེ་ལོ། ཨོ། ད་དེ་རིང་ང་དང་ལྷ་བྲེ་སྒེར་གང་ཅིག་གིས་དགེ་ཕྲུག་ཅིག་ག། ཨོ། དེ་ནས་ག་སློབ་ཙང་ཅིག་ལབ་པས་ན་འདི་སྔ་ལ་ཁོ་ཨ། དེ་སློབ་ཙང་པོ་ཤེས་ས་མེད་ཀི་ད་ཤེས་པ་སང་ན་ཅི་སོང་དུ། ཁོས་གཏི་མུག་པོའི་མུན་པ་ཅིག་བཅོམ་སྟེ་ཁོ་ཨ་ཤེས་རབ་སོ་མ་ཅིག་བཏང་སྟེ་ན་བ་ལེ། ཨོ། ད་དེ་སྣ་ཚོགས་ལ་ང་དང་ཆོས་ལ་ཐོས་པ་སང་ཅང་པོ་ཅིག་ཞག་མ་རེ་རེ་ན་རེ་རེ་ལ་ཨོ། ང་དང་ཐོས་པ་རེ་རེ་ཨོ་ད་དཔེ་ན་ང་དང་དཔེ་ཆ་ཤོ་ལོ་ཀ་ཚིགས་སུ་བཅད་པ་ཅིག་ང་དང་སྦྱང་ཨེ་ན། ཨོ་བདག་ས་ཚུགས་པ་དེ་ཤོ་ལོ་ཀ་ཚིགས་སུ་བཅད་པ་དེ་ཡི་དོན་དག་པོ་ང་དང་མ་ཤེས་ས་ཡོད་ཀྱང། ད་ང་དང་སློབ་སྦྱོང་བཅོས་པ་ལ་བརྟེན་ནས། ཐོས་པ་བསགས་པ་ལ་བརྟེན་ནས་འདིའི་ཤོ་ལོ་ཀ་ཡི་དོན་དག་པོ་ཤེས་བསམ་པོ་ཅིག་ང་དང་གཅིག་ཀྱང། མུན་པ་ཅིག་སྤངས་ཏེ་སེལ་ཏེ་ཤེས་རབ་ཅིག་རྒྱས་ཏེ་ནོར་བ་ལས། ཨོ་གསུངས་པ་བསམ་ན། ཨོ་ད་ག་གེ་དེ་ན་ང་དང་ཁྱོད་ལ་ཐོས་པ་ས་གོ་ཤ་སྤུ་མང་སྟེ་ཡང་ཁག་ཅག་ནི་ནོ་ཧ་ལས། ཨོ་ད་དེ་ན་ཚོགས་ལ་ང་དང་བསྟུར་གྱུར་ན་ཡེ་ནས་ཤེས་རབ་པ་གསུམ་བྱོན་རོགས། ཧ་ལས། ཐོས་བྱུང་གི་ཤེས་རབ། བསམ་བྱུང་གི་ཤེས་རབ། སྒོམ་བྱུང་གི་ཤེས་རབ་ཟེར་ང་དང་བསྟུར་གྱུར་ན་ཐོས་བསམ་སྒོམ་གསུམ་བཞུགས་བྱ་མེད་ན་ཨོ་དེ་ནོག་ད། ཨོ་ད། ཐོས་བྱུང་གི་ཤེས་རབ་བསམ་བྱུང་གི་ཤེས་རབ་སྒོམ་བྱུང་གི་ཤེས་རབ་ཟེར་པོ་ཅིག། ཡེ་ནས་ང་དང་དང་པོ་གཞུང་ལ་ཐོས་པ་ས། ཧ་ལས། ཨོ་བླ་མ་དགེ་བའི་བཤེས་གཉེན་རྣམས་རང་གིས་དེ་ནས་ཆོས་གྲོགས་ཀུན་ནས་དཀྲུགས་ན་དགའ། ཁྱོད་ཀྱིས་ན་ལུག་པོའམ་ཁྱོད་ཀྱིས་ཨེ་ནས་སྟོན་བདག་པོ་ང་དང་ཐོས་སྙམ་སྐྱོ་བའི་ཐོས་ཤུགས། ཨེ་ནས་དགའ། ཐོས་ཏེ་བསྟིངས་ན་ཨེ་ནས་ཐོས་པའི་དོན་ལ་ཡང་ཡང་བརྟག་དཔྱད་བྱོས་ཏེ་དེ་ཐོས་དཀའ་ནང་བཞིན་འཇིག། དེ་དགེ་བའི་བཤེས་གཉེན་དང་བླ་མ་རྣམས་ཀྱིས་མོ་དཀའ་ནང་བཞིན་འཇིག་འདུག་གམ་མི་འདུག་བསམས་ཏེ་ཨེ་ནས་ང་དང་ཨེ་ནས་དེ་ག་ན་བརྟག་དཔྱད་མཛད་དགོས་ཟེར་གྱི། འདིར་བརྟག་བྱ་བྱ་དེ་སྟེང་ན། ཨེ་ནི་གའོ་ཤེས་དེ་ན་ང་དང་ལྟ། ཨེ་ནི་གོ་ཤེས་སམ་པོ་ཅིག་རང་རྒྱུད་ལ་ངེས་པར་དམ་པོར་སྐྱེ་དམ་པོ་ཅིག་ཨོ་ལྟ་དེ་ལམ་པོ་ཉམས་སུ་ལེན་དགོས་སྲིད་ཀྱི། ཨེ་ནི་དུར་རྒྱུད་ན་ང་དང་སྐྱོ་དེའོ་ཞུ་བ་ནོག་ལེ་དཔེར་ན། ག་མི་ཤིག་ཧ་ལས། ཐང་སྟོང་པ་ཆེན་མོ་བཞེས་ག་ན་ང་དང་སྦྲུལ་དེ་ཆད་ན། ད་ཁོ་དེ་ཐང་སྐིལ་ན་ང་དང་ཆུ་ཡོད་མེད་ཀྱི་ཁོའི་ཁ་སྐོམ་སྟེ། ད་བདེན་པའི་སེམས་ཀྱི་ནང་ལོགས་སྐོམ་པའི་སྡུག་བསྔལ་བོ་ཁད་དེ། ཁོ་ཨ་དེ་ནས་མ་ན་ཧ་ཅང་མང་པོ་ཡོང་ཡོད་པ་བསམ་ན། ད་ཁོ་ཆུ་འགོ་བཤལ་ཟོས་ཀྱི། ཨེ་ནི་ཆུ་འགོ་བསལ་ཡོད་པ་བསམ་ན་ཁོ་རང་ནི་ལམ་མི་གསར་རྒྱུས་ཆུར་རྒྱུས་ཅང་མེད་ཚེ་ལམ་ཐང་སྟོང་པའི་ག་ན་འབྲུ་ལས་ཆད་པ་བསམ་ན། ད་ཁོ་ཨ་ཆུ་ཐོ་བ་ལ་སྒོ་མ་རང་ཁོ་ཨ་ཁག་ཅན་པོ་ཅི་བྱེད་ཀྱི་ཨང་ཟེར་ན། ཆུ་འགའ་ན་ཡོད་སྐྱག་ཟེར་མཁན་པོ་ཆུ་ཨི་ན་ས་ཆ་ཨི་གཟུགས་ཤིག་ན་ཨི་གཟུགས་ཤིག་ན་ཆུ་ཡོད་སྐྱག་ཟེར་མཁན་པོ་ཁོ་ཨ་ཐོས་དགོས་ཤ་སྤོ་ཚང་མ་ཟང་གལ་ཆེན་མོ་ཡིན་སྐྱག་ཐོག་མེད་ཀ་ཨོ་དི་ཡོད་འགོ་ཟེར་ཀྱི་ཁོ་ཨ་ད་དཔེར་ན་ཁོ་ཨ་དེ་གོན་ཞིག་ན་མི་ཞིག་ཐུག་སྟེ་ཁྱེད་རང་ད་རུང་ཨི་ན་ཀི་ལོ་མི་ཏྲར་གསུམ་སོང་དེ་ནས་དེ་ག་ན་ཨ་ག་ན་སྒང་རྡོག་རྡོག་ཅིག་འདུག་ཨ་ཨོ་དེ་སྒང་ཨེར་རྒྱ་སྤོ་ན་ཨོ་དེ་ནས་ཆུ་མིག་ཅིག་ཡོད་ཨོ་དེ་ག་ན་ཁྱེད་རང་ཆུ་ཐོ་བ་ནོག་ཟན་པོ་ཅིག་ཨེ་ནི་དགོ་མ་ཁོ་ཨ་ཨོ་ད་ཅི་སོང་སྐྱག་ཆུ་འགའ་ན་ཡོད་ཟེར་མཁན་པོ་ཁོ་ཨ་ཐོས་སྐྱག་ད།

འོ་དོ་སྤྱི་ནོར་ང་དང་གཟའ་ཐོས་པའི་དོན་ལ་བསམ་བྱུང་གིས་ཡང་ཡང་བརྟག་དཔྱད་བྱོས་ཏེ་རང་ཉིད་ཀྱིས་ཤེས་དགོས་སོ་ད་ཁོ་ནམ་ཞིག་ན་ཁོ་ཆུ་ཡོད་ཚད་ཀ་ལས་བར་འབོད་ཅིག་འོ་ད་ད་ཅིའི་མི་ཟེར་ཀ་ནང་བཞིན་ཅིག་འོ་འདི་རིའི་རྒྱ་པོ་ན་སྒང་རྡོག་རྡོག་པའི་རྒྱ་པོ་ན་ཀི་ལོ་མི་ཀྲར་གསུམ་སོང་སྟེ་སྒང་རྡོག་རྡོག་པའི་རྒྱ་པོ་ན་སྦྲག་སྟོབ་སྟོབ་ཅིག་འདུག་འོ་དེ་ཀ་ན་ཆུ་ཡོད་ཀ་ཅིག་ཁོས་ཟེར་རང་ཟེར་རང་ཡོད་ཀ་ནང་བཞིན་ཡི་ཀ་ན་ཆུ་འདུག་ཧ་ལ་བསམ་སྟེ་ད་ཁོ་ངེས་པར་རྙེད་ད་ནོག་ལ་ཁ་ཁོ་ཆུའི་འགྲམ་པའི་ཀ་ལས་བར་འབོད་ཅིག། འོ་ན་ད་འོ་དེ་ཙམ་ན་ཅི་ནོག། ག་ང་དང་བླ་མ་དགེ་བའི་བཤེས་གཉེན་རྣམས་ཀྱིས་ང་དང་ཁྱོད་ལ་ཐོས་པ་བསགས་ཁྱོད་དུས་དང་དུས་ཡོད་ནོག་དུས་དང་དུས་ཡོད་ནོག་ཟེར་ཏེ། ཨེ་ནི་འདོད་ལ་ང་དང་ཡང་ཡང་བརྟག་བྱ་ཁྱོད་ཚོས་བསམ་བློ་དང་པོ་ཅིག་བན་ཆེ་ང་དང་ངེས་སྤར་ངེས་དང་པོ་ཅིག་འོ་ད་དགེ་བའི་བཤེས་གཉེན་རྣམས་ཀྱིས་གསུངས་པ་ནང་བཞིན་ཅིག་འདུག་ཧ་ལ་བསམ་ག་འཇིག་ཨི་ནོག་ཧ་ལ་བསམ་ག་འཇིག་ང་དང་ཡོང་ང་པོ་ཅིག་བསམ་བྱུང་གི་ངེས་ཤེས་ངེས་ཏེ་ཟེར་ནོག་འོ་དེ་ཙམ་ན་ང་དང་ཅི་བསྐྱེད་ཟིན་ཀྱང་བསམ་པའི་ཤེས་རབ། ཨོ་ག་ཆུ། ད་ཅིའི་ཆུ་ཡིན་ན་ཡོད་ཟེར་ག་ནང་བཞིན་གཅིག་ཁོས་སྟན་ག་ནས་ལམ་བི་ན་སོང་སྟེ་ཆུའི་མདུན་ལ་ལེ་བར་འབོད་ཅིག་ཁོ་ལ་ད་དེ་ག་ན་ཆུ་ཡོད་ག་འབོད་ཁོ་ཧ་གོ་དེ་ནོ་ག་ལེ། ད་ད་རུང་ཁོས་སྐོམ་པས་སྡུག་བསྔལ་བ་སེལ་ཏེ་ནོ་ག་ཟེར་ན་མ་ནོ་ག་ལེ། ད་དེ་སྣས་པི་ག་སླེབས་ཏེ་ཆུ་ཡོད་ག་འབོད་ཤེས་ཏེ་ཆུ་ཡོད་ཚེ་སྣས་པི་ག་སླེབས་ཏེ་སྟིང་ན། ད་ད་རུང་ཁོས་སྐོམ་པས་སྡུག་བསྔལ་ལ་སེལ་ལ་ལ་ཅི་བྱོ་བ་ཟེར་ག་ཟེར་ན་ཆུ་འཐུང་དགོས་ས་ནོ་ག་ལེ། འོ་ད་ཆུ་འཐུངས་ཏེ་སྟེང་ན་ཨེ་ནས་བཟོ་སྟེ་སྐོམ་པའི་སྡུག་བསྔལ་བོ་སེལ་དགོས་ཟེར་ཀྱང་དེ་སྣ་ཚོགས་ལ་སྒོ་མ་ལྔ་དང་ཆོས་ལ་ཐོས་པ་བསགས། བླ་མ་དགེ་བའི་བཤེས་ཀྱི་ནང་གི་དགའ་གཟུགས་ཤིག་གི་ས་ནས་ནའོ་དེ་ཐོས་པ་ལྔ་དང་རྗེད་མ་བཅུག་ལ་ཡང་ཡང་ཧ་ལས་འོ། ཐོས་པ་བསགས། ཐོས་པ་བསགས་པའི་སྟོན་པོ་ང་དང་རང་སྣང་རང་བསམ་བློ་བཏང་སྟེ་ཨེ་ནས་བསམ་པའི་རྟགས་ཆ་བཅོས་ཏེ་ཡང་ན་ཡང་དུ་བསྐྱལ། འོ་ད་ཡང་ནས་ཡང་དུ་བཅད་དེ་རྟགས་དཔྱད་བཅོས་དེ་ངེས་པར་ངེས་དང་པོ་གཅིག་འོ་ད་དེ་ལམ་པའི་ཀ་ན་ང་དང་སྦྲུལ་ན་ཨེ་ནི་ང་དང་ཆོས་པོ་འོ་ད་ཉམས་ལེན་མཛད་ན་ཐོས་བྱུང་གི་ཤེས་རབ་བསམ་བྱུང་གི་ཤེས་རབ་དེའི་སྟེང་ན་ང་དང་སྒོམ་བྱུང་གི་ཤེས་རབ་གཟན་པོ་གཅིག་འོ་ད་དེ་ནས་སྒོམ་ཉམས་ལེན་བཅོས་དེ་འོ་ལམ་པའི་ཀ་ན་ང་དང་སྦྲུལ་ལན་པོ་གཅིག་འོ་ད་ང་དང་སྒོམ་བྱུང་གི་ཤེས་རབ་པོ་ཐོས་བསྐྱེད། སོང་པ་སང་ན་ག་མི་ཞིག། རང་ཨ་སྐོམ་པའི་སྡུག་བསྔལ་སེལ་ལ་ལ། སྒོ་མ་ཆུ་ཨི་ན་ཡོད་སྐྱག་ཟེར་ཏེ་ཐོས་དགོས་ཤག། ཐོས་ཏེ་སྟེང་ན་ཨོ་ཆུ་ཡོད་ཚད་ག་ང་དང་སོང་སྟེ་རྟགས་ཆ་ག་ན་དུག་ཡོད་མེད་རྟགས་ཆ་གཅོད་ཏེ་ཆུའི་འགྲམ་མ་སླེབས་དགོས་ཤག། སླེབས་ཏེ་སྟེང་ན་ང་དང་འཐུང་དགོས་ཤག་ཁག་ཅག་འཆ་ཁ་འཚོགས་ལ། ཨོ་ད་ང་དང་ཨེ་སང་སྒོ་མ་དགེ་བའི་བཤེས་གཉེན་རྣམས་ཀྱི་དྲུང་ན་ཆོས་ལ་ཐོས་པ་བསགས་དགོས་ཤག། ངེས་པའི་ཁ་ཐོས་པའི་དོན་ཡང་ཡང་བྱ་སྟེ། འོ་དེ་ནི་ཨིན་རོགས་ཨ་མེན་རོགས་དེར་ཡང་ཡང་བྱ་སྤེལ་ཏེ། འོ་མདོར་བསྡུ་ན་བསམ་བྱུང་གིས་ངེས་པར་རྙེད་དགོས་ཤེས། བསམ་བྱུང་གིས་ངེས་པར་རྙེད་དེ་སྟེང་ན་ཨེ་ནས་སྒོམ་བྱུང་གིས་འོ་ད་དེ་ལམ་ཉམས་སུ་ལེན་དགོས་ཤེས་པོ་ཁག་ཅག་མཆིས་ཀྱང་འོ་དེ་གསུམ་ཀ་ཚང་པོ་ཅིག་འོ་ད་ང་དང་ཁྱོད་ཉམས་ལེན་ཚ་དང་དམ་པ་ཞིག་དང་སྤུས་དག་པོ་ཞིག་དང་འོ་དེ་ནི་ཆ་ཚང་བ་ཞིག་ཡོང་ཨ་ནོ་ཨལ། སོང་བ་བསམ་ན་འོ་ད་དེ་རིང་ང་དང་ཅིས་སྐོར་ལ་བཞུགས་ཟེར་ནོ། འོ་ཤེས་རབ་བཟའ་རིན་པོ་ཆེ་འོ་ད་བཟའ་མེད་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་ཡིན་ནའང་འདྲ། འོ་དེ་སྣ་ཚོགས་ལ་ངོ་སྤེལ་ཧ་ལས་མདོར་བསྡུ་ན་ཀུན་རྫོབ་པའི་ཆོས་ཀྱི་འོ་ན་སྟངས་མདོར་བསྡུ་ན་ངོ་ཆོས་ཐམས་ཅད་ཀྱི་ན་ལུགས། འོ་ད་བདེན་པ་བཞིའི་རྣམ་བཞག་བཀའ་གཟུགས་ཡིན་ནོ། འོ་དེ་གོང་མ་རང་བདེན་པ་བཞིའི་རྣམ་བཞག་པོ་ཨི་གཟུགས་ཤིག་ཡིན་ནོ་ཟེར་ཏེ་ང་དང་ཤེས་དགོས་ཤེས། ཨེ་ནི་ཤེས་ཏེ་ཐོས་དགོས་ཤག། ཨེ་ནི་ཐོས་ཏེ་སྟེང་ན་བདེ་སྟོང་ལ་ཨི་འགྲོ་གང་མེད་རོགས་ཟེར་ཏེ་ང་དང་རང་རང་གི་བསམ་པས་ཡང་ཡང་དཔྱད་དགོས་ཤག། ཨེ་ནི་དཔྱད་དེ་ངེས་པར་ངེས་དང་པོ་ཅིག་དེ་ལམ་པའི་ནང་ང་དང་སྦྲུལ་དགོས་ཤག། ག་བསླབ་བྱ་ག་གཟུགས་ཤིག་ཡིན་ན་དེ་ལམ་པའི་ནང་ང་དང་སྦྲུལ་དགོས་ཤག་བྱེད་པ་བཟང་ན་གསུངས་པ་བཟང་ན་ད་ང་དང་ཁག་བཅར་འདུག་ཅི་བྱེད་ཀྱག་ཟེར་ན། ཨོ་ཐོས་བྱུང་གི་ཤེས་རབ་བསམ་བྱུང་གི་ཤེས་རབ་སྒོམ་བྱུང་གི་ཤེས་རབ་པོ་རང་རྒྱུད་ལ་སྐྱེས་པའི་སྒོ་ནས་ཨེ་ནི་ང་དང་ཆོས་ཉམས་ལེན་མཛད་དགོས་ཟེར་བ་ལས། ཨོ་ད་དེ་ན་ཚོགས་ལ་ང་དང་ག། ཤེས་རབ་ད་ཅི་ང་དང་ལྟ་ང་ལ་བཞུགས་གང་ཚོགས་ལ་ཧ་ལས། ཨོ་ད། ག་ཟབ་མེད་དེ་ཁོ་ན་ཉིད་རྟོགས་པའི་ཤེས་རབ་བམ། ཨོ་དེ་ནས་ཤེས་རབ་ཟབ་མོ་དེ་ཉིད་ལྟ་བའི་མིག་ཧྲིལ་པོའི་རྩ་བ་དཀྲུང་ན་བཅིངས་པའི་ལམ། གསུང་རབ་ཀུན་ལ་བསྔགས་པའི་ཡོན་ཏན་དེ་གཏི་མུག་མུན་སེལ་སྒྲོན་མེའི་མཆོག་ཏུ་གྲགས། དེ་ལྟར་ཤེས་ན་ཐར་འདོད་ཁ་ཟས་པ་ཡི་ལམ་འདི་འབབ་དག་དུ་མས་སྐེད་པར་འཛག། ཧ་ལས། ཨོ་ལྟེ་བ་གསུངས་ཟེར་འདུག་ཨ་ལས། ཨོ་ད་འདི་ཚིག་སྲིད་དོན་དངོས། ཡང་ཡང་ང་དང་བསམ་བློ་བཏང་ཅིག། ཨེ་ནི་དེ་སྣ་ཚོགས་ལ་ང་དང་ཡོན་ཏན་ཞུ་རྒྱུར་མེད་ན། ལོག་པའི་ཡུལ་ལ་གཡེང་བ་བཞི་བྱེད་ཅིང་ཡང་དག་དོན་ལ་ཚུལ་བཞིན་སྤྱོད་པ་ཡིས། བཞི་ན་ལག་སྟོང་གཟུགས་སྟོང་བྲལ་བའི་ལམ་མྱུར་དུ་བསྒྱུར་ལ་སྐྱེ་བར་བྱིན་གྱིས་རློབས། ཨོ་ད་འདི་ཚིག་དངོས་ནི་དོན་དག་པོ་ང་དང་སྐྱོ་རེན་སྐྱོ་རེན་ཅིག། ཨོ་ད་འདི་གཟུགས་ཀྱི་བློ་གྲོས་ཀྱིས་སྤོས་པའི་ཤེས་རབ་ཅིག། འོ་དེ་གཟུགས་ཀྱི་རྣམ་དཔྱོད་ཀྱི་ཤེས་རབ་ཅིག་ངེར་གྱུར་ལ། ཨེ་ནས་སྐྱེ་བར་བྱིན་གྱིས་བརླབ་ཏུ་གསོལ། མཛད་དེ་ང་དང་འོ་དར་རྩེ་གཅིག་པས། འོ་དེ་ནས་གསོལ་བ་དང་སྨོན་ལམ་བཏབ་དགོས་ཤག། འོ་དེ་སྣ་ཚོགས་ལ། ཨེ་ནས་དུར་གྱུར་ན་ང་དང་དགའ་ཁྱེད་དེ་ན། བདེན་པས་ང་དང་དེ་ནས་དགའ། ཤེས་རབ་ཡོད་ན། འོ་ད་ནི་ཤེས་རབ། ཤེས་རབ་ཡོད་ན་ང་དང་དེ་ནས་དགའ། མིག་དང་ལྡན་བསྟན་བཅོས་འགྲོ་བ་ལས། འོ་ཤེས་རབ་མེད་ན་ང་དང་མིག་མེད་ཀྱི་བློ་ང་ནང་བཞིན་ཡིན་བྱོན་བར་ག་མིག་མེད་པའི་བློ་ང་རྣམས་རང་ཉིད་སྣ་ཟ་ག་རུ་བྱེད་ཨིན་རང་ང་ཅང་ཧ་མ་གོ་བ་ཙོག་ལ་འོ་ང་དང་རྣམ་དཔྱོད་ཀྱི་ཤེས་རབ་མེད་ན་རང་གི་ཆོས་ཀྱི་རྣ་ལུག་ཀ་གཟུགས་ཤིག་ཉམས་སུ་ལེན་བྱ་ཨིན་ཟེར་མཁན་པོ་ང་དང་མ་ཤེས་ས་ལུས་ཟེར་ག་ལས། འོ་སོང་བ་སང་ན་འོ་དོན་འོག་ད་སོང་བ་སང་ན་ཨེ་ནི་ང་དང་ད་ཤེས་རབ་འཕེལ་ལ་ལ་ཨི་ན་བཟོ་བཏུར་རྒྱུ་ན་ཤེས་རབ་འཕེལ་བྱ་ཟེར་རྒྱུ་ཡོད་ནང་མེད་ནང་པོ་ཅིན་ག་ཟེར་ན་ཨེ་ནི་ང་དང་ཆོས་ལ་ཐོས་པ་བསམ་པ་སྒོམ་པ་བྱེད་དགོས་ཤ་སྤོ་ཨོ་དེ་ནི་ཤེས་རབ་འཕེལ་བྱ་ཟེར་རྒྱུ་ཡོད་ནའང་སྨན་ན་ཡིན་པ་བསམ་ན་ཤེས་རབ་འཕེལ་བ་ལ་ང་དང་ཐོས་པ་བསམ་པ་སྒོམ་པ་འོ་ད་ལྟུར་དང་རྣམ་པ་ཀུན་ཏུ་བསྟེན་དགོས་ས་ནའོ་ཞུས་རོ། ཨོ་དེ་ནས་ཙོག་ལ་ཨེ་ནས་གཞན་ལ་ཨོ་དེ་ནས་ང་དང་གཞན་མི་ཤེས་རབ་བྱ་ན་ངན་པོ་ཨོ་ནི་ང་དང་ཡང་ཡང་ཡང་ཡང་དཀྲི་བ་དཀྲི་ལ་འཛའ་སྟེ་ཨོ་གཞན་མི་ཤེས་རབ་བྱ་ན་ངན་པོ་ང་དང་འགྲོ་ལེ་ངམ་འགྲོ་ཟླུར་སྤྱོད་གོ་ཤ་སྤོ་ཨོ་ཤེས་རབ་འཕེལ་བྱ་ཟེར་རྒྱུ་གཉིས་པའོ་ཡིན་གྱི། ཡེ་ནས་དེ་སྣ་ཚོགས་ལ་ཤེས་རབ་འཕེལ་བྱ་ཟེར་རྒྱུ་གསུམ་པའོ་ཞེས་དང། ང་དང་སངས་རྒྱས་སུ་བཀའ་དང་གཏམ་བཅོས་ཡང་ཡང་ཀློག་གོ་ཤཱས་པོ་ཤེས་རབ་ཨོ་ད་ང་དང་ལངས་རང་གོ་བ་ག་གཟུགས་ཤིག་རྙེད་དེ་ན་ཨོ་ད་དཔེ་ཆ་ཀློགས་ཏེ་ང་དང་གོ་བ་རྙེད་ཀ་ནི་ན་གཞུང་གོ་བ་ཆགས་ཀ་ནི་ན་ཨོ་དེ་ནས་དཔེ་ཆ་ཡང་ཡང་ང་དང་སིལ་བུ་སིལ་ཀྱག་དག་ཆགས་པས་ཡང་ཡང་ང་དང་སིལ་ལ་འཛར་ན་དེ་ག་ན་ང་དང་རྣམ་དཔྱོད་དམ་ཤེས་རབ་འཕེལ་ལ་ནོ་ཞོན་ནོ། ཨོ། གསུངས་པ་བསམ་ན་ཨེ་ནི་དེ་སྣ་ཚོགས་ལ་ཨེ་ནི་གཞན་ལ་ཁབ་དང་སྐུན་པ་སྐུད་པ་བཅིན་པ་དང་བཅས། ཨོ་དེ་གཞན་ལ་ཤུག་བུ་དང་སྣག་ཚ་དང་སྨྱུག་བུ་ལ་སོགས་པ་བཅིན་པ་དང་བཅས་ཀུན་གལ་ཏེ་ན་ང་དང་བཅིན་ཀྱང་ཨོ་ད་ཤེས་རབ་འཕེལ་བྱ་ཟེར་རྒྱུ་ཡོད་ནའང་མེད་རེ་བཞི་པའོ་ཨོ་དེ་རྒྱབ་ད་ལས། ཨོ་གསུངས་པ་བསམ་ན་ཨེ་ནི་ང་དང་གཟི་ཨི་ན་གཟུགས་ཀྱི་ལོ་རྒྱུས་མང་པོ་ཡོད་དེ་ནོ། ཨེ་ནི་ང་དང་འཕགས་པ་ཤཱ་རིའི་བུ་ཡང་འོ་དེ་ནས་ཤེས་རབ་ཀྱི་མཆོག་ཏུ་གྱུར་པ། འོ་དེ་ནས་ག་གེ་དེ་ན་རྫུ་འཕྲུལ་གྱི་མཆོག་ཏུ་གྱུར་པ་མོ་གལ་གྱི་བུ་ཤེས་རབ་ཀྱི་མཆོག་ཏུ་གྱུར་པ་ཤཱ་རིའི་བུ་ཟེ་ཨེ་ནས་འཕགས་པ་ཤཱ་རིའི་བུ་ཡང། འོ་དེ་ནས་སྔོ་དེ་ནས་ག་ཨེ་ནས་དགེ་སློང། ཅི་ག་དེ་ནས་ག་ཁབ། འོ་སྤྱིན་པ་དང་སྤ་ལ་བརྟེན་ན། འོ་དེ་ནས་ཁོང་ང་ཤེས་རབ་ཕལ་ཆེར་ཟེ་ཡང་རྒྱུ་བསགས་སྤེན་ཟེར་ཏེ་ང་དང་ལོ་རྒྱུས་བརྗོད་དོན་བ་ལས། གསུངས་པ་བསམ་ན་ད་དོན་དག་ང་དང་རང་ཉིད་ཀྱིས་ཐོས་པ་བསམ་པ་བསྒོམ་པ་ཡང་ཡང་མཛད་དགོས་ཤཱས་པོ་ཤེས་རབ་འཕེལ་བྱ་ཟེར་རྒྱུ་དང་པོ། གཞན་ཤེས་རབ་བསྐྱར་ན་སྙན་པོ་ཡང་ཡང་གླེང་མོལ་མཛད་དེ་སྒྲོས་བསྡུར་མཛད་དགོས་ཤཱས་པོ་ཤེས་རབ་འཕེལ་བྱ་ཟེར་རྒྱུ་གཉིས་པ། བཀའ་དང་གཏམ་ཆོས་ལ་ཡང་ཡང་ལོགས་ཏེ་དེས་ན་ང་དང་ཡང་གསུང་རབ་ཀྱི་དོན་ང་དང་ཤེས་བཞུགས་ཤཱས་པོ་ཤེས་རབ་འཕེལ་བྱ་ཟེར་རྒྱུ་གསུམ་པ། ཨོ་དེ་ནས་གཞན་ལ་ཁབ་བསྐུད་པ་དང་ཤོག་བུ་དང་སྣག་ཚ་དང། ཨོ་དེ་ནས་གཱས་སྨྱུ་གུ་ལ་སོགས་པ་བཅིངས་པ་དང་བཅས་པ་ཡང། ཨོ་དེ་ནས་ཤེས་རབ་ཕལ་ཆེར་ཚོའི་རྒྱུད་ཅིག་ཡིན་པར་བསམས་ན། ཨོ་རྟ་རྔ་དང་ཤེས་རབ་ཕལ་ཆེར་ཚོའི་རྒྱུད་ལ། ཨོ་བཱད་དགོས་སྟེ་བརྩོན་དགོས་སྟེ་འགེབས། ཨོ་གསུངས་པར་བསམས་ན། ད་དེ་རིང་ང་དང་ཡི་ག་ཚངས་པོ་རིན་ཨི་ནི་ཚངས་མ་ལ་ཐུགས་རྗེ་ཆེ།